ཨོ་བྱ་ཚང་ལ་བཀྲ་ཤིས་བདེ་ལགས། ད་དེ་ནི་སྤྱིར་བཏང་འདི་རེད་ད། ད་བསྒྲགས་པ་རྩི་ནི་ཡི་རྒྱལ་རབས་ཀྱི་ད་བསྒྲགས་པ་བསྒྲགས་པ་ལ་བས་དེ་ངས་སྤྱིར་བཏང་གི་དེ་འདྲ་ཅིག་གམ་གི་བར་ད་ཁོ་ཚོ་ག་ས་ག་བར་བསྒྲགས་བཞིན་པ་ཟིན་ནོ་ད་བསྒྲགས་ཟིན་པ་ད་ཁོ་ཚོ་རྩི་ནི་རྒྱལ་རབས་ཡིན་ཞེས་ད་ཀྲུང་གོ་གི་རྒྱལ་རབས་ཡིན་ཞེས་ད། ཏཱ་གི་རྒྱལ་རབས་མཐའ་མ་ཆིན་རྒྱལ་རབས་ལ་དེར་ད་ཕྱིར་ཏཱ་ང་ན་ཁུ་ཟུ་ཀྲུང་གོ་གི་རྒྱལ་བར་འགྲོ་གི་ཡོད་མ་རེད། ཡིན་ནའང་བསྒྲགས་པ་ལྟར་ན་ད་ཁུ་ཟུ་ཀ་ཀྲུང་གོ་གི་རྒྱལ་བར་འགྲོ་གི་རེད། ད་འདི་མཐའ་མ་དེ་རེད་མཐའ་མ་དེ་ཡིན་ན་ད་ངས་འདི་ཕྱིར་བཏང་ཐང་ཅིག་གི་རྫོགས་ཡ་བྱས་ན་འདྲ་བོ་བསམ་སོང་ར་ཡིན་ནའང་ད་འདི་ཐང་ཅིག་གི་རྫོགས་སོང་ནའང་འདི་ཅིག་ས་སྲིད་ཅིག་དགོས་བ་འདྲ་བོ་དང་དེ་སྲིད་ཅིག་ག་ཆེན་པོ་འདྲ་བོ་དེ་འདྲ་ཁ་ཤས་ཁ་ཤས་ཤིག་འདུག་བསམ་བསམ་འདྲ་བོ་ཞིག་རེད་དེ་ག་ལྟ་ངན་འདི་ཨ་ར་བི་ཅོ་བརྒྱུད་པ་འདི་འདི་ལ་ཆིངས་ཀྱི་རྒྱལ་རབས་འདི་ལ་ཚན་པ་དང་པོ་ཟེར་ད་ཚན་པ་གཉིས་པ་གི་ལྟ་བ་ནས་ད་ཅིག་འཇིག་བྲིས་ཡག་གི་འཆར་གཞི་འདྲ་བོ་དེ་འདྲ་ཅིག་ཡིན་ན་འོ་ལགས་སོ་ད་ལྟ་ཡིན་ན་ད་དེ་རེད་ད་རྩ་ཚིག་གི་ནང་ན

ད་སྤྱིར་བཏང་དུ་གར་གྱིན་དུ་ཇི་བོ་ར་ལགས་ན་ཁོ་ཚོ་གི་དེ་ནམ་རྒྱུན་ད་གཅིག་བསྐྱིར་གཅིག་བསྐྱིར་ལབ་ཡ་ད་ད་དུ་གི་མིག་གི་ད་གཞན་ད་ཆ་ཚང་སྦི་ཡག་གི་ཆེད་དུ་ད་འདི་འདྲ་འགྲོ་གི་ཆེ་བོ་ར་དུ་གི་དུ་ས་ཅི་ཡ་ཅིག་བྱེད་ད་དུ་ནི་ཐོག་མཐའ་བར་གསུམ་ནི་ད་ཐོག་མ་ཡིན་ན་གཅིག་བསྒྲིག་གཅིག་བསྒྲིག་ད་འདི་ལོ་སྨན་སྤྱི་གོང་མ།

དུ་བྲིས་འདུག་ད་དག་ཉིད་དུ་སོར་བཞག་འདྲ་བོ་ཅིག་བྱའོ། འོ་ཁོང་གི་ཚིག་སྦྱོར་དེ་འདྲ་ཅིག་རེད་ད། མཐའ་མ་ཡིན་ན་ད་གཅིག་ལོ་ད་གཅིག་གི་གཅིག་གཅིག་ལོ་འཇིག་རྫོགས་སོང་བ་འདྲ་བོ་ད་དེ་རེད། བར་གི་བར་ལོག་གི་ད་བཟུང་བྱ་འདྲ་བོ་ན་མདོར་བསྡུས་སོང་ན། ད་གཅིག་ལོ་ད་ངས་སྒང་ནས་ཤེས་ཟིན་པ་དེ་རེད་འདི་གལ་ཆེན་པོ་རེད། གཅིག་དྲུག་བཞི་བཞི་ལོར་མན་ཇི་གི་ཀྲུང་གོ་གི་རྒྱལ་ས་འཕྲོག་ནོ་གི་རྗེས་ནས་ཀྲུང་གོ་གི་རྒྱལ་རབས་ད་དུང་འཇིག་རྫོགས་མེད་ལ། པའི་མན་ཇུའི་རྒྱལ་རབས་འདི་མཇུག་མ་རྫོགས་པའི་སྔོན་ལ་ཀྲུང་གོ་གི་རྒྱལ་རབས་སྐུ་ཚོགས་ཚུགས་ཡོད་རེད་ད་ལྟ་ས་ཁ་གཏོང་དགོས་ཡོད་མ་རེད་སྐུ་ཚོགས་ས་ཁ་སི་ཁང་གིས་ཕལ་ཆེར་ས་ཁ་གཏོང་དགོས་ཡོད་མ་རེད་དེ་གར་གྱི་ནི་འདི་ན་ད་ལྟ་ཀྲུང་གོ་གི་རྒྱལ་རབས་ཡོད་ན་ང་ཚོ་བོད་འདི་བརྩི་སྐུལ་ཞིག་ལས་ཚེ་ཀུན་ལྟ་སྤྱིར་བཏང་ལོ་རྒྱུས་བྱུང་བ་ནས་བཟུང་སྟེ་ཕལ་ཆེར་ད་ལྟ་བོད་འདི་ཀྲུང་གོའི་མངའ་ཁོངས་ཡིན་པ་ཁ་གྲག་ཐུབ་མེད་པ་ད་དེ་འདྲ་གསུང་གི་ད་བར་ད་ལྟའི་སོང་གོ་ན་ཀྲུང་གོ་གི་རྒྱལ་རབས་ད་ག་བ་ཡིན་ན་ད་ང་གང་ཡིན་ན་ད་ས་འོ་ཟོ་ད་ག་ཆེན་པོ་རེད་ད་གི་གཟུགས་ཚར་ན་ད་ཀྲུང་གོ་གི་རྒྱལ་རབས་ད་གི་ང་ཡོག་ལ་ང་ཟོ་ག་འདྲ་ཟིག་འཇིག་གི་ཡོད་ན་འཇིག་སྟངས་གང་འདྲ་ཟིག་ཡིན་ན་ད་ཤི་ཡ་ད་ལོ་རྒྱུས་གི་ཡིག་ཚང་དང་བདེན་པ་གི་ལག་གི་ར་སྤྲོད་དགོས་ཡ་མ་ཤི་ད་ཅིག་ཉག་ཉོག་འདྲ་བོ་ཅིག་ཀྲུང་གོ་གི་རྒྱལ་རབས་ག་བ་གང་ཡིན་ནི་ཧ་མ་གོ་ད་ཅིག་ན་ད་ང་ཟོ་ཡོད་ན་ར་པོ་ཡིན་ན་ཀྲུང་གོ་གི་རྒྱལ་རབས་ར་འཇིག་ཡ་ད། དེ་འདྲ་ཟིག་འདིའི་ནི་འདི་ལྟག་འདྲ་འགྲོ་ཧ་མ་གོ་འགྲོ། དེ་འདྲ་ཞིག་ཆགས་གོ། ད་དུ་གི་དུ་ས་ཞིག་བཟོ་བ་དུ་ག་ཆེན་པོ་རེད་དུ་གི་ངས་དེའི་བཟུང་བྱ་གི་ནང་དེ་ལ་དུ་ཆེ་བོ་དུ་གི་མན་ཇི་གི་གཉིས་པ་དེ་མན་ཇི་དང། མན་ཇི་དང་ཀྲུང་གོ་གི་མིང་གི་རྒྱལ་རླུང་གི་སྔགས་ཆེན་མོ་ལ་འོད་སྲོག་གི་དམག་གི་རོགས་པ་བྱེད་རོགས་ཅེས་ཐག་མང་པོ་བྱས་ཡོད་རེད། ཡིན་ནའང་གོང་ས་སྔགས་ཆེན་པོ་གི་དེ་ཁྱོད་ནས་གབ་བཞེས་ཁོ་རང་ཐུབ་ཡོད་མ་རེད་དུ་ག་ཆེན་པོ་ཅིག་རེད་དུ། མན་ཇི་ཁོང་ལ་འདྲིས་གི་མེད་པ་དེ་ད་ལྟ་དེའི་སྒང་དུ་ན་ས་འུ་ས་འུ་ཚུར་འགུལ་བ་རེད་དོ་མཚོན་བྱེད་གཙོ་བོ་གཅིག་རེད་བདག་གཉིས་འདི་ནི་བྱ་བྱ་འོ་གྱུ་དེ་འདྲ་ཅིག་ཡིན། འོ་ད་ཐུག་ད། ད་མདོ་རྒྱུད་ཀྱི་རྒྱལ་རབས་ད་དེ་དེ་རེད་ད། མན་ཇིས་ཀྱི་རྒྱལ་རབས་དེ་དེ་རེད། ད་ཆིན་རྒྱལ་རབས་ཟིན་ན་འདྲ་གི། མན་ཇིས་ཀྱི་རྒྱལ་རབས་ཟིན་ན་འདྲ་གི། ད་ང་ཚོ་གི་ཡིག་ཆ་གི་ནང་ན་ང་ཚོ་རང་རེའི་བོད་བོད་ཀྱི་ཡིག་ཆ་གི་ནང་ན་དེ་ཏག་ཏག་འདྲ་བོ་དེ་ད་ཕ་ཁྱེར་རིམ་པ་གསུམ་བཞི་འདྲ་བོ་དེ་འདྲ་ཞིག་འདུག་ད་ཅིར་ཆིལ་རྩེ། འདི་ནི་ཅིར་ཆིལ་རྩེ། འདི་ནི་ཅིར་ཆང་རྩེ་འོ་ཀ་ད་ཅིར་ཆང་འདི་ཡིག་ནོར་མིན་ན་བསམ་འདྲ་བོ་ཅིག་འདུག་ར་ངས་ཁ་སང་ངོ་མ་ཤེས་ཟིན་ད་འདིའི་སུམ་པ་བཟང་གི་ལོ་རྒྱུས་ཀྱི་ནང་ན། ཅིར་ཆང་ཆ་གི་ཆི་ང་ཆང་རྩེ་དེ་འདྲ་ཅིག་འདུག་ད་དེ་བྱས་ན་གསུམ་རེད་ད་དེ་བཞི་ནི་མན་གྱི་རེད། དེ་བྱས་ན་མིང་འདོགས་སྟངས་ཀྱི་ལ་ཁའི་གསུམ་བཞི་འདྲ་བོ་ཅིག་ཡོད་ར་ད། ཡིན་ན་ར་དེ་ཆ་ཚང་མན་གྱི་རེད། ང་ཚོས་ཀྱི་རྒྱལ་རབས་འདི་ད་ཀྲུང་གོ་གི་དེང་སང་ནང་ཁག་གི་ལོ་རྒྱུས་གསར་བཟོ་བྱེད་ནུས་ཀྱི་ལོ་རྒྱུས་ཀྱི་སྒྲོམ་གཞི་དེ་ནི་ཕྱིར་དོར་ནས་རྫུན་ནག་གི་རྒྱལ་རབས་ཀྱི་དེབ་ཐེར་རྙིང་པ་དེ་ཚོ་ལ་གཞི་བཅོལ་ནས་ད་གསལ་བོ་གཅིག་གཟིགས་པ་ཡིན་ན་ལས་སླ་བོའི་ངང་ནས་ད་གསལ་བོ་ཡོང་རྒྱུ་དེ་འདྲ་གཅིག་རེད། དེ་ནས་ཉེ་རབས་ཀྱི་ལོ་རྒྱུས་ཀྱི་ངང་ནས་ད་ཆེས་ཆེན་པོ་ཟེར་དགོས་ན་མན་ཇུའི་རྒྱལ་ཁབ་དེ་ད་ཅིག་མན་ཇུའི་ལྭ་བའི་དེ་ཁོ་ཚོ་གཅིག་གཅིག་གློ་བུར་དུ་ལྟོ་བ་ཟིང་གི་ཅིག་ཡོང་ཡག་གི་ཅིག་མི་རིགས་ཆུང་ཆུང་ཞིག་ཡིན་པ་འདྲ་བོ་ད་དེ་འདྲ་འདྲ་བོ་ཅིག་སྐྱེ་དགོས་རེད་ད་ལོ་རྒྱུས་ནག་སུབ་བྱེད་ཡག་དུ་མན་ཅིག་གི་ནག་སུབ་བྱེད་ཡག་གཅིག་གྱུར་བཟོ་ཡག་བྱེད་དུ་དེ་སྐྱེ་དགོས་རེད་ད་བོད་འདི་ནས་ད་བཙུ་ནས་ཡིག་ཚང་རྙིང་པ་བཟུང་དུ་དུ་བཟོ་གི་རྒྱལ་རབས་ཀྱི་འབྲས་དང་བསྟུན་ནས་ཁོ་བཟོ་གི་མན་ཅིག་གི་མང་དེ་ལ་ཁོ་བཟོ་གི་དེ་རྒྱ་མིག་གི་ལབ་སྟངས་ཡང་འདྲ་མི་འདྲ་ཅིག་ཡོད་རེད་ད་བོད་དུ་སྨ་ར་གསལ་པོ་གསལ་བོ་མ་བཟོ་ཡག་ན་མན་ཅིག་ལ་རྒྱལ་རབས་མེད་པ་འདྲ་བོ་དེ་འདྲ་ཅིག་བཟོ་བྱ་བ་རེད་དེ་འདྲ་བྱས་ན་ཀྲུང་གོ་གི་རྒྱལ་རབས། གཟུགས་ལྡེའུ་དང་དེ་ལས་བར་དོ་བའི་ཁུ་གཟུགས་མན་ཆད་དེ་ཀྲུང་གོ་མ་ཡིན་པ་དང་ཀྲུང་གོ་གི་རྒྱལ་ཁབ་མ་ཡིན་པ་དང་ཀྲུང་གོ་གི་རྒྱལ་རབས་མ་ཡིན་པའི་དབང་གིས་བོད་ནང་བཞིན་ད་ང་ཚོ་གར་སྐྱེ་དགོས་ན་དེ་ན་བོད་ནང་བཞིན་བོད་ལས་ན་ཁོ་ཚོ་ངས་ཟིན་མ་ཟིན་གྱིས་དེ་ནི་མིང་འདྲ་མི་འདྲ་དག་ཡོད་པ་ནང་བཞིན་གྱི་མན་ཆད་ལ་ཡང་སྨིན་འདྲ་འདྲ་ཅིག་དག་ཡོད་པ་རེད་ད་མན་ཇུའི་རྒྱལ་རབས་འདིའི་སྐོར་ནི་ངས་ལོ་གཉིས་གསུམ་གཅིག་གི་སྔོན་ཡིན་བསམ་སོང་དེ་ལ་མན་ཇུའི་རྒྱལ་རབས་ཀྱི་བྱུང་བ་བརྗོད་པ་ཟིག་དེ་འདྲའི་རྩོམ་ཡིག་འདྲ་བོ་ཅིག་བྲིས་ཡོད་དེ། ནོར་བུའི་ནོར་བུའི་མེ་ལོང་འདྲ་བོ་དེ་འདྲ་ཅིག་བྲི་ཁ་ཅིག་ཡོད། ཡིན་ན་ད་དེ་ཁ་གསབ་བྱེད་ཡ་དང་དུ་མང་པོ་འདུག་ར་ཡིན་ན་ད་འདི་ནས་དུ་ཆ་ཚང་ལབ་ན་ཆུ་ཚུགས་ཡོང་གི་མ་རེད་ད་འདི་ནས་ཁོ་མདོ་རྒྱུད་ཀྱི་ཚུལ་དུ་ད་ཛི་ནག་གི་ཡི་གེ་རྙིང་པ་དུ་བཟོ་ན་ཁོ་བཟོ་གི་མན་ཇུ་ལ་མིང་འདོགས་སྟངས་ག་འདྲ་ཅིག་ཡོད་ར་ཟེར་ན་ད། ལོ་ངོ་སུམ་སྟོང་ལྷག་གི་ཡར་སྔོན་ནས་བཟུང་སྟེ་ཁོ་ཚོ་དེ་མན་ཇུའི་མེས་པོ་དུ་བཟུང་ཡོད་རེད། ཧྲང་ཀྲུག་གི་རྒྱལ་རབས་ཀྱི་སྐབས་སུ་ག་འདྲའི་ལབ་ཀི་རེད་ཟེར་ན་སུའུ་ཧྲན་ལབ་ཀི་རེད། སུའུ་ཧྲན་ཟེར་ནོ་དེ་རེད། དེ་ཀྲུང་གོ་གི་རྒྱལ་རབས་ག་འདྲའི་འོག་ནས་མ་རེད། ཧན་རྒྱལ་རབས་ཅིན་རྒྱལ་རབས་ཅིན་ཟེར་གི་ནོ་འདི་ད། ཞི་ཅིན་ཏུང་ཅིན་ཟེར་གི་ནོ་ད། ཝི་ཅིན་རྣམ་པས་ཁྲའོ་གི་ད་གི་ཅིན་ཟེར་གི་ནོ་དེ་རེད། དེའི་སྐབས་སུ་ག་རེད་ཟེར་ན་ཡི་ལུའུ་ལབ་ཀི་རེད་ཡི་ལུའུ་ལབ་ཀི་རེད། ལྷོ་བྱང་གི་རྒྱལ་རབས་ཀྱི་སྐབས་སུ་ག་རེད་ཟེར་ན་མོ་ཅི་ལབ་ཀི་རེད་བུ་ཅི་རེད་ལབ་ཀི་རེད་ད་ལྟ་རེད་དེ་འདྲ་སུའི་ཐང་གི་རྒྱལ་རབས་ཁབ་སུ་མོ་ཧི་ལབ་ཀི་རེད་མོ་ཧི་ལབ་ནི་མི་ཚོས་ཁོ་ཚོ་རྒྱལ་རབས་སྟོབས་ཆེན་པོ་ཞིག་ཡོད་རེད་སྟོབས་ཆེན་པོ་ཞིག་ཡོད་ནི་མི་ཚིག་གི་ད་ལྟའི་ཐང་གི་ཁབ་དལ་གྱིས་དལ་དུ་ནི་ཐང་རྫོགས་སོང་ནོ་རྗེས་ལ་ལ་ཕ་ཁྱི་རི་ལོ་ངོ་ཉི་ཤུ་རྩ་ཁྲིག་འདྲ་བོ་དེ་འདྲ་ཅིག་ཡིན་བསམ་སོང་ད་འོ་དེ་འདྲ་ཅིག་ཁོ་ཚོ་གི་རྒྱལ་རབས་དུ་ལོག་མེད་པ་འདྲ་བོ་དེ་དེ་འདྲ་ཅིག་རེད་ད་མ་འཇིག་ལ་བས་དེ་ཅིག་ལས་སླ་བོ་སླ་བོ་ཅིག་གློ་བུར་དུ་དེ་གཉིས་བྱུང་བ་དེ་འདྲ་ཅིག་མ་རེད། དེ་འདྲ་ལེའོ་ད་ཇི་ཏན་ག་ཚོད་ངོ་མ་ཞེས་ཡ་གི་ཇི་ཏན་དང་སུང་གི། ཀྲུང་གོ་གི་སུང་གི་རྒྱལ་རབས་ཀྱི་སྐབས་སུ་ད་ཇིན་རྒྱལ་རབས་ལབ་ཡོད་རེད། ཡིན་ནའང་མི་རིགས་ཀྱི་མིང་ལ་ག་རེ་ལབ་དགོས་རེད་ཟེར་ན་ཉི་ཀྲིན་ལབ་དགོས་རེད། ཉི་ཀྲིན་ལབ་དགོས་རེད་ད་ད་ཅི་ཡོང་ན་ད་དེ་ནི་ཇིན་རྒྱལ་རབས་ད་ཧོར་ཆེན་པོ་གི་ཉམས་གུད་ཀྱི་ནུས་རྗེས་སུ། ད་ཀྲུང་གོ་གི་རྒྱལ་རབས་མིང་རྒྱལ་རབས་དེའི་སྐབས་ནི་ད་ཕྱི་ལོ་གཅིག་ཁྲི་གཅིག་ཁྲི་གི་ལོ་མན་ཇི་ཞིག་གོང་མ། ད་གང་ནས་བྱས་པ། ནོར་སྐྱིན་ཆ་གི་བསྐྱར་དུ་ཆིན་རྒྱལ་ཁབ་བཙུགས་སྟངས་རེད་ཆིན་རྒྱལ་ཁབ་དེ་དེ་ག་རེད་ཟེར་ན་དེ་ད་ཆིན་རྒྱལ་རྒྱལ་རབས་འདི་རེད། དེ་མ་ཤེས་དེ་ཅིག་ཁོ་ཚོ་གི་ཅིག་ཆིན་རྒྱལ་རབས་དེ་ཅིག་གཅིག་དཀྲིགས་བཞི་བཞི་ནས་འགོ་ཚུགས་ས་འདྲ་བོ་དེ་འདྲ་ཅིག་མ་རེད་དེ་གཅིག་དཀྲིགས་གཅིག་དཀྲིགས་ནས་བཟུང་དེ་ད་ཁོ་ཚོ་གི་ཆིན་གཟིགས་སྟངས་པོ་དེ་དག་རེད། དེ་ནས་ད་ཕྱིས་འགྱ་རེ་མང་དེ་གཅིག་དྲུག་བཞི་བཞི་ནས་ཐོག་རེ་ཟིན་ན་དེ་དེ་ར་མ་རེད། ཁོ་ཚོས་ད་ཕྱིས་འཛིན་ནོ་ཆིན་སྟེགས་སོ་སོ་གི་རྒྱལ་ཡ་དུ་ཀྲུང་གོ་གི་མིང་འགྱ་རུ་མགོ་བཏགས་མ་ལྷོག་པའི་ཡར་སྔོན་གི་ལོ་ངོ་བརྒྱད་གི་སྔོན་ན་ཁོ་ཚོས་ད་ཕྱིས་འཛིན་ཁོ་ཚོ་གི་དེ་མིང་དུ་ཅིན་དུ་ཁོ་ཚོ་གི་སི་ར་སྒྱུར་བྱ་བ་རེད། གཅིག་དྲུག་སུམ་ཅུ་སོ་དྲུག་ད་དེ་འདྲ་ཞིག་རེད། དེ་འདྲ་ཞིག་ལ་སྒྱུར་བྱ་བ་རེད། ཁོ་ཚོ་གི་འདི་རྒྱ་ནག་གི་གོང་མ་མིང་གི་རྒྱལ་ས་མ་འཕྲོག་པའི་ཡར་སྔོན་ན་ལོ་ངོ་ཕལ་ཆེར་ཉི་ཤུ་རྩ་བརྒྱད་འདྲ་བོ་དེ་འདྲ་ཕལ་ཆེར་སུམ་ཅུ་མ་སུམ་ཙམ་དེ་འདྲ་ཅིག་ནི་ཨོ་ལིའི་མན་ཆད་ཀྱི་རྒྱལ་རིམ་དུ་ཡོད་རེད་རྒྱལ་ཁབ་ཡོད་རེད། ད་གི་དེ་འདྲ་ཅིག་རེད་འདི་ས་འོག་བཟོ་བ་དེ་གལ་ཆེན་པོ་རེད་ད་གི། ཨོ་ད་ལྟ་རེད་རྗེས་ནས་ཁོ་ཚོ་ལོ་རྒྱུས་ག་རེ་ལབ་གི་རེད་ཟེར་ན་དེ་ལ་ཅི་མཇེ་མ་ཟིག་ལབ་གི་རེད་ཅི་མཇེ་མ་ལབ་ན་མ་ལོབ་ན་ག་རེ་དེ་གི་རེད་ཁོ་ཚོ་འགྱུར་ཁོ་རང་ཡོད་མ་རེད་རྒྱལ་རབས་དུ་མར་བསྐོར་ཡིན་འགྱུར་ཁོ་རང་ཡོད་མ་རེད་ཆིན་རྒྱལ་རབས་རེད་ད་ཆིན་རྒྱལ་རབས་ཟེར་ནས་མན་ཆད་ཀྱི་རྒྱལ་རབས་དེ་རེད་ད་དེ་རེད། ད་དེ་འདྲ་ཅིག་རེད་ད་ཡང་མདོར་བསྡུས་ཀྱི་ཚིག་ད་ལྟ་གོ་གཟུགས་ག་ཡུལ་སྐྱེལ་སྟངས་འདྲ་བོ་དེ་འདྲ་ཅིག་ཞུས་ཡ་ན་ག་རེ་ཟེར་ན་ད་མིང་རྒྱལ་རབས་ཀྱི་རྒྱལ་ས་མ་འཕྲོག་པའི་ཡར་སྔོན་ན་ཐང་ང་གཉིས་འདྲ་བོ་ག་ཡུལ་སྐྱེས་འདུག་ད་གོ་གཟུགས་དམག་དྲངས་འདུག་ཐང་གཅིག་ལ་གསར་ཤོག་ཡིན་གྱི་ལབ་གི་རེད་དེ་ནས་གཞན་པ་དེ་ལ་ཉེན་གཡོལ་ཡིན་གྱི་ལབ་གི་རེད་དེ་འདྲ་གཉིས་རྒྱབ་རི་རྒྱབ་ཡོད་བར་ད་གོ་གཟུགས་དམག་ག་ཡུལ་སྐྱེས་ཡོད་བར་མན་ཇི་དང་མིང་གི་བར

ཧྥུའུ་ཧྲིན་བླ་བ་གི་གྲོང་ཁྱེར་དུ་མེར་བསྲེགས་མའི་མེ་སྒྲ་དང་བདག་རེད། དུ་གི་ལོ་རྗེས་མ། གཅིག་དྲུག་བཅར་དགུ་ལོའི་མིང་རྒྱལ་རབས་ཀྱི་དམག་གི་དཔུང་ཁག་དུ་བཞི་འདྲ་བོ་ཅིག་དགོས་ངེས་དུ་ནི་བར་མན་གྱི་རྒྱལ་ཁབ་ལ་དམག་དྲངས། ཁོ་བཟོ་གི་ལམ་དམག་དཔུང་བཞི་འདྲ་བོ་ཅིག་ག་དགོས་ཁ་ཅིག་ཡོད་ན་ཡིན་ན་ཡང་ཁོ་བཟོ་གི་མན་གྱི་གི་ཁེ་སོང་གཅིག་བླ་བགོས་ཁེ་སོང་ཆ་ཚང་མེད་པར་དང་བསམ་བློ་བཏང་དང་ཕམ་ཁ་ཆེན་པོ་བྱུང་དང། ཨོ་དེ་དེ། གསར་ཤོག་ཡིན་གྱི་ལབ་ཁར་དུ་མདོར་བསྡུས་ཅིག་དེ་གཅིག་དེ་ནས་ད་སྤྱི་ལོ་གཅིག་དྲུག་གཉིས་དྲུག་ལོར་དེར་སྨན་སྐྱིད་ཀྱི་ད་ཉིན་ཡོན་གྲོང་ཁྱེར་ཚེ་གུང་དེ་ལ་དམག་དྲངས་ནོ་སྐལ་བ་ད་ད་གི་སྨན་སྐྱིད་ཀྱི་རྒྱལ་བོ་ནོར་ཀུན་ཆ་སི་ནོ་དེ་མེར་སྒྱོགས་ཀྱི་སྐབས་དེ་ད་མེར་སྒྱོགས་འདྲ་བོ་དར་འདུག་དེ་གི་མེར་སྒྱོགས་གོ་མི་དང་ནས་དེ་གའང་གི་མིང་རྒྱལ་རབས་ཀྱི་ད་གི་ཉིན་ཡོན་ས་ཁུལ་དུ་དེ་ཚོས་ཅིག་སྲུང་སྐྱོབ་བྱེད་ཐུབ་པ་ཐུབ་ཙམ་འདྲ་བོ་ཅིག་བྱུང་བ་རེད་ད་དེ་ནས་ད་ཁོ་གཉིས་ཁ་བརྡ་འདྲ་བོ་ཅིག་ཆགས་ཀྱི་ད་དུ་རྒྱུ་དེ་རེད་དེ་ནས་བཟུང་སྟེ་ད་སྤྱི་ལོ་གཅིག་དྲུག་བཞི་བཞི་ལོ་ད་སྨན་བཅོས་ཀྱི་སྲིད་ཚབ་ཟིན་ན་འདྲ་གི་གོང་མ་ཧྲིན་ཀྲི་གི་ད་གི་ཧྲིན་ཀྲི་གི་ཅོ་ཅོ་ཏོ་ར་གོན་ཚེ་གོམ་དེར་ཏི་གི་ཧོང་གི་ཀྲུང་གོ་གི་མིང་རྒྱལ་རབས་གི་རྒྱལ་ས་འཕྲོག་སྟངས་རེད་དེ་མིང་རྒྱལ་རབས་གི་རྒྱལ་ས་འཕྲོག་སྟངས་རེད་མ་གཞི་མིང་རྒྱལ་རབས་ཁོ་ཚོ་བཙལ་མི་སོང་ཡོད་མ་རེད་ད་ཀྲུང་གོ་གི་གཅིག་གྱུར་གཅིག་གྱུར་དེ་འདི་བ་ནས་བཟུང་སྟེ་ཡང་ཀྲུང་གོ་གི་རྒྱལ་རབས་གསར་བ་འགོ་ཚུགས་སྟངས་དེ་མར་ཀྲུང་གོ་གི་རྒྱལ་རབས་ཁོ་ལོག་ཡོད་རེད་མིང་རྒྱལ་ས་འཕྲོག་སྟངས་རེད་མ་གཞི་ཁོ་ཚོ་གི་ཀྲུང་གོ་གི་རྒྱལ་རབས་དེ་མཇུག་རྫོགས་ཡོད་མ་རེད།

ཡིན་ནའང་ལིས་ཅི་ཁྲིན་འདི་ད་ཀྲུང་གོ་བའི་རྒྱལ་རབས་ཀྱི་སྐབས་ངོས་འཛིན་གྱི་ཡོད་ན་ཡང་ལིས་ཅི་ཁྲིན་ལ་ཡ་ད་ཁ་སང་ངོ་མ་ཞུས་ཡོད་ཡིན་པ་དེར་ད་དུང་མི་ཉག་གི་རྒྱུད་པ་ཡིན་ནོ་མ་ཚད་ཀྱི་ཁོ་གི་སྲིད་དབང་འཛིན་འཛིན་ས་གི་ས་ཆ་དེ་ཡང་སྔོན་མ་གི་མི་ཉག་རྒྱལ་རབས་ཀྱི་མངའ་སྐུལ་དུ་གཏོགས་ནོ་ཝེ་ཧྲན་ཤིས་སི་ཀོན་ཏི་གི་ས་ཁུལ་དེ་དེ་གའི་དོན་དུ་ཀྲུང་གོ་གི་རྒྱལ་རབས་ཀྱི་སྐབས་གཏོགས་མི་གཏོགས་དེ་རྟོག་ཞིབ་བྱེད་ཡ་རེད།

འདི་ནི་ད་སྤྱི་ལོ་གཅིག་དྲུག་བཞི་བཅུ་ཞེ་ལྔ་ལོ་རེད་ད། ཀྲུང་གོ་གི་མིང་རྒྱལ་རབས་ཀྱི་རྒྱལ་ས་འཕྲོག་ནུས་ཀྱི་ལོ་རྗེས་མ་དེ་ལ། ད་མིའི་སློབ་མ་དེ་དམག་དྲངས། གཡང་དྲུག་ཟེར་གོང་ལོ་ད་ས་ཆ་དེ་དམག་དྲངས་དེ་ས་ཁུལ་དག་གི་མིང་གི་དམག་དཔུང་ཕམ་པར་རྒྱལ་བ་མ་ཟིག་གི་ད་མི་མང་པོ་ཅིག་བསད་ཡོད་རེད་ད། ད་ལྟ་ག་ཚོད་ཅིག་བསད་ཡོད་རེད་ཟེར་ན་ད་འདི་ཁོ་ཚོ་གི་སངས་རྒྱ་འདྲ་བོ་བྱས་ཡོད་རེད། སྤྱིར་བཏང་གི་ལོ་རྒྱུས་ཀྱི་ནང་ཞེ་དྲག་ཞེ་དྲག་ཡོང་གི་བཞག་ཡོད་མ་རེད། དབང་ཤིག་ཕྲུག་ལ་ཡག་གི་བསམ་ཉིན་ཅིག་བ་རེད། ཡང་ཐུག་གི་ཉིན་གཅིག་སིན་ཐུ་བུ་ལ་ཡ་ཅིག་བ་རེད། དེའི་ནང་ན་ག་རེ་ལོ་རེད་ཅེ་ན་ད་མི་འབུམ་ཁྲག་བརྒྱད་གསར་ཡོང་ལུགས་དེ་འཁོད་ལོ་བ་རེད། འོ་ད་ཁོ་ཚོས་ནན་ཅིན་ད་ཐུག་ཤ་ཚ་གོ་ནོ་ཉི་ཧོང་གི་ས་ནོར་དེ་ག་གེ་མ་རེད་དེ་འདྲ་ཅིག་ས་ཤ་བ་རེད། མན་ཆི་གི་དེ་ལ་ཡང་དྲུག་གི་ཉིན་ཉིན་བཅུའི་ལབ་དགོས་རེད་ད་ཉིན་བཅུ་བོ་དེ་ལ་དེ་འདྲ་ཞིག་གསལ་ཡོད་རེད་ད་ལོ་དེ་ཡང་མན་ཇུའི་གོང་མ་གི་ཧན་མིར་གི་མགོ་གི་སྐྲ་ཆ་ཚང་བཏགས་དགོས་གི་ཡོད་ཟེར་དེ་ནས་ད་ཀྱི་སྐབས་དེ་ཆ་ཚང་དབང་བསྡུས་མི་འདུག་ཆ་ཚང་དབང་བསྡུས་མི་འདུག་ད་སྒང་ནས་བཤད་དེར་བསྐྲག་དགོས་གི་ཟེར

དེ་གི་དུ་ཅིག་ངོ་སྤྲོད་བྱེད་ཅེས་དེ་ནས་མན་ཆི་གོང་མ་གི་དང་བོ་སྔོན་མ་མིང་གི་རྒྱལ་ཁོངས་ནས་དེ་ནས་མན་ཆི་ལ་མགོ་ཐག་བྱ་ཡ་རྒྱོ་གི་ད་གི་དམག་སྤྱི་ཝུ་སན་ཀུའི་དང་དེ་ནས་ཧྲན་ཁི་སི་ལ་རྒྱོ་ལ་དེ་དང་དེ་ནས་ཀིན་ཅིན་ཀྲུང་དེ་འདྲ་གསུམ་དམག་སྤྱི་གསུམ་དུ་ས་ཆ་ད་ཀོང་ཏུང་དང་ཧྥུ་ཅན་དང་དེ་ནས་ས་ཆ་གསུམ་མ་ཡུན་ནན་དང་ས་ཆ་གསུམ་མ་གི་དེ་ལ་ཁམས་རྒྱུད་གསུམ་བཞི་དང་དེ་འདྲ་ལབ་ཀར་སན་ཧྥན་སེ་ཀོ་ནོ Fan Seco ནོ། ཁམས་རྒྱུད་གཟན་སེ་ཀོ་ནོ་ཡིན་ན་ཡང་ཁོ་ཚོ་དེའི་ཀ་ན་གཏོགས་པ་རེད་དེ། མིང་རྒྱལ་རབས་ཀྱི་མངའ་ཁོངས་ཀྱི་རེད་ད་ས་ར་མགོ་ཐག་གཏོང་ནི་མ་ཤེས། དེ་གི་ད་ས་ཆ་གསུམ་བཟུང་བ་རེད། དེའི་ནང་གི་སྟོབས་ཆེ་ཤོས་དེ་འདི་རེད་ད། ཝུ་སན་ཀོའི་ལ་བས་དེ་རེད་ཝུ་སན་ཀོའི་ལ་བས་དེ་གི་ད། མན་ཇི་ལ་ངོ་ལོག་དང་ད་མན་ཇི་ལ་ངོ་ལོག་ཟེར་ན་ཁོ་ཚོ་གི་ད་རང་བཙན་རྩོད་ཡ། ཀྲུང་གོ་གི་དེ་རང་བཙན་རྩོད་ཡ་གཙོ་བོ་གཙོ་བོ་ད་རེས་ད་ལྟ་གི་ངོ་ལོག་སྟངས་རེད་ངོ་ལོག་སྟངས་ད་དམག་རྒྱལ་བའི་ས་ཆ་མང་པོ་ཅིག་བླངས་ཤོག་ས་ཆ་མང་པོ་ཅིག་བླངས་དེ་སྒང་དེ་མན་ཇི་གོང་མ་གི་དེ་དེ་ལ་མ་ཁེལ་ད་ལ་ལ་མ་ཁེལ་ན་ད་གར་ཅིག་དགོས་རེད་ད་ཡ་ར་གོང་ས་ང་ཆེན་མོ་ལ་འདི་གང་གི་འོས་སོག་དམག་རོགས་པ་བྱེད་རོགས་བྱེད་ཟེར་ཡ་ར་ཟེར་ཡིག་པ་བཏང་ཡོད་རེད་དོན་དུ་རྒྱ་མིའི་གི་ཡིག་ཚང་ནང་ན་ཡོད་བ་མ་རེད་དོན་དུ་སྤྱིར་བཏང་གོང་ས་ལྔ་བ་ཆེན་མོ་བཟང་གི་འདིའི་ཏི་ཀི་ལིའི་གིབ་བཟང་རང་རྣམ་གི་ནང་ན་འདི་ཡོད་བ་རེད་ད་ཏི་ཀི་ལིའི་གིབ་བཟང་དེ་ཧ་ལས་བའི་ད་ཡིག་ཆ་ང་ཚོ་ཚོ་ཚོ་ན་ཧ་ལས་བ་ག་ཆེན་པོ་རེད་ད་ང་ཚོ་ཚོ་ནས་ལབ་མ་ལབ་མ་རེད་དེ་རྒྱ་གི་ཡིག་ཚང་ག་ཆེན་པོ་ཡིན་པ་གཅིག་དང་བོད་གི་ཡིག་ཚང་ག་ཆེན་པོ་མིན་པ་དེ་འདྲ་གཅིག་མ་རེད་བ་གཅིག་ནས་ང་ཚོ་ཕྱི་སྲིད་གཉིས་ཀྱི་དབུ་ཁྲིད་དང་ཕྱི་སྲིད་གཉིས་ཀྱི་རྒྱལ་བོ། འོ་ད་གོང་ས་སྔགས་ཆེན་མོ་ལོག་ལྟ་བར་དག་གཅིག་ཏུ་བྱས་ཉིད་ཀྱི་ཁོང་གི་གཤེགས་ལྟར་ནི་ཅི་རྒྱུ་གི་ད་རང་རྣམས་རེ་བ་འོ་ད་ད་ག་ཆེན་པོ་རེ་ད་དེའི་ནང་ན་དེ་ལ་ལན་ག་འདྲ་ཅིག་དྲིས་བར་ཟིན་ན་ད་ངས་འདི་ནས་ཀློག་ཆོག་པ་ཅིག་བྱས་ད་འདིའི་སྤྱིར་བཏང་འདི་ག་ཆེན་པོ་རེ་ད་དེ་ག་ད་ཀློག་ཆོག་པ་ཅིག་བྱས་ད་ག་ད་ག་ལས་དགེ་བཟང་གི་ད་གི་དབང་པོ་ད་ག་རི་དབང་པོ་གསུམ་ཡོད་རེ་ད་འདིའི། དྲུང་སྐྱེས་བོ་རིག་པའི་ཧོ་ཀྲིན་ཀང་ལ་ཡ་ཏི་ནིའི་པར་སྐྲུན་གྱི་རྒྱུ་གི་དེ་བམ་པོ་ཧག་སིམ་མདོ་བ་དེའི་སྟེ་གི་བམ་པོ་གཉིས་པ་གི་ནང་ན་ད་གོང་ས་ལྔ་བ་ཆེན་མོ་གི་ཕྱིར་ཁོང་གིས་གཏན་འབུལ་དང་དུ་བཟོ་ལ་ཞིབ་དུ་ཉན་ནོ་གི་གཞི་ལ་ད་བཀའ་ལན་འདི་འདྲ་ཟིག་བཏང་ཡོད་པ་རེད་བཀའ་ལན་འདི་འདྲ་ཟིག་གཏོང་བ་རེད་མ་ར་ཤག་ཡིག་ཅི་ཡ་ཏི་སྤྱིར་གཞིས་རྩེ་མ་ཆད་པའི་ད་འདི་མ་ར་ལོག་ཆོག་པ་ཅིག་གི་གོང་གི་ངེས་ལེན་གྱི་གང་གི་བཀའ་བཞིན་མཛད་ཡོད་པ་མ་རེད། སྤྱིར་རིས་སུ་མ་ཆད་པའི་ལུས་ཅན་མཐའ་དག་དྲིན་ཅན་གྱི་ཕ་མ་ཤ་སྟག་ཡིན་ནའང་ཕྱོགས་འཛིན་གྱི་འཆིང་བ་འདི་ཧ་ཅང་དམ་དྲགས་པས་རང་བཞིན་གྱི་མཆིས་པ་ཀུན་ཇོ་བོའི་བཀའ་བདུན་པའི་རྣམ་ཐར་ཟིན་པའི་རེ་བ་ག་ལ་ཡོད་ཞེས་བྱམས་ཕ་མའི་དཔེ་ལྟར་འོག་ཏུ་རྒྱལ་བའི་དུས་འོག་ཏུ་རྒྱལ་པོ་ཟེར་གི་ནོ་འདི་ད་མན་ཇུའི་རྒྱལ་པོ་ད་ཐོག་སྟོང་ད་འདི་འདི་ཡོང་ནས་ཡོང་གི་རེད་ད་མན་ཇུའི་རྒྱལ་པོ་ལ་འོས་གི་ནོ་ནས་འབོག་ད་རྒྱལ་པོ་རེད་ཟེར་གི་འདུག་ད་ནི་སྦོག་ཏུ་སྦོག་ཏུ་རྒྱལ་བོ་ར་ཟེར་གི་འདི་ན་ཐུགས་ཀ་ལས་ཀའི་བཟང་ནང་ན་སྦོག་ཏུ་འོད་དུ་སོང་འདུག་སྦོག་ཏུའི་དུས་ལ་ཡི་གེའི་རྟེན་བཟང་བོ་མི་སྣ་དང་བཅས་བསྔགས་པའི་འཇིགས་བརྒྱའི་ཚེ་ཐོག་གནམ་གྱི་ལྷ་བྱིན་རྩི་རྒྱལ་བོ་མིང་གུར་གྱི་ཁྲི་ལ་བཞུགས་པ་ནས་བཟུང་བྱིན་རྩི་ཟེར་གོང་ད་ཧྲུན་ཁྲི་ཟེར་གོ་ཧྲུན་ཁྲི་ལབ་གོ་རེད་ད་ལྟའི་བར་དུ་བདག་རྐྱེན་བཟང་བོ་ཚད་མེད་པ་ཐུགས་ལ་བཏགས། ངའི་དབྱིན་ཡིག་གིས་གསེར་གྱི་ཕོ་བྲང་དེ་བཞིན་གསེར་བྱེད་མཐོང་ཞིང། ལུང་ལས་སྣང་བ་སོགས་ནི་གོང་མའི་ཆབ་སྲིད་བསྟན་ཅིང་རྒྱ་ནག་གི་རྒྱལ་ཁམས་ཐམས་ཅད་བདེ་བར་འགྱུར་བའི་རྣམ་དཀར་དང་འབྲེལ་བའི་ཚོགས་གསོག་ཇི་སྙེད་བགྱིས། ད་ལྟ་ཁོང་མར་རྒྱ་ནག་རྒྱ་ནག་མར་མན་ཇི་ལ་ཕེབས། དུ་སོང་གི་ད་ལྟ་ཆ་ཚང་གི་མཁན་གི་རུ་མན་ཇི་ལ། དུ། ད་ང་ཚོ་འབྲེལ་བ་ཡག་པོ་ཡོད་པ་དང་ད་ལྟ་གསུང་གི་བར་ལོ་རྒྱུས་གང་ནས་ར་ཕུག་ད་རྒྱ་བོད་སྐབས་ནས་ཡོད་པ་དང་ཁོང་མར་ཕེ་བ་དང་ད་ལྟའི་ལྟར་དུ་ནས་དེ་ནས་ད་སུའོ་འདིར་བོད་ལ་གླང་གིས་རྒྱལ་ཁམས་པའི་དཔུང་གིས་རྒྱ་བོད་ཀྱི་དུ་དངོས་ཐོག་པ་ན་ག་ལ་སྲིད། སོག་པོ་ཨོ་རུད་ཀྱི་དཔུང་གིས་ཕྱིན་ཚེ་དགྲ་གཉིས་ཆེ་ཡང་རང་དབང་དུ་འདུ་དཀའ་བ་དང་ཚ་པ་དང་འགྲིམ་པ་སོགས་ལ་འཛེམ་བག་དགོས་པའི་སྟབས། གོང་གི་ཞབས་ཏོག་ཏུ་འདི་འགྱུར་གྱི་ཁས་ལེན་དཀའ་སོགས་གསུངས་ནས་ད་ཁས་ལེན་མཛད་ཡོད་མ་རེད་ད་དེ་རེད། འུ་གི་དམག་གི་བྱེད་སྒྲ་ཕན་ཐོགས་ཀྱི་ཡོད་མ་རེད་ཟེར་ད་ད་སྤྱིར་བཏང་ད་གསུང་སྟངས་གཅིག་རེད་བ་ད་ཁས་ལེན་མ་བྱས་རེད་ད་དེ་རེད། སོག་པོ་ཨོ་རིག་གི་དཔུང་དུ་ཨོ་རིག་གི་དཔུང་དུ་ད་ད་ཨོ་རིག་ཚེ་གོ་ནོ་ད་ཧ་གོ་རེད་ད་ཨོ་རིག་དང་དུ་ནི་ཁབ་ཁ། ཀྲུང་ཀ་ཟེར་གོ་ནོ་ད་རྒྱ་གིས་ཡིག་ཚང་ན་ཀྲུང་གོ་ཟེར་གོ་ནོ་ད་ཨོ་རུལ་རེད་ཨོ་རུལ། ད་ཁོང་གིས་དེའི་དབང་ཆ་དང་བོད་ཀྱི་དམག་གི་དབང་ཆ་ཡོད་པ་མ་ཟད་སོག་པོ་འོད་རིག་དང་བྱེ་བ་ལ་ཧོང་གི་ཁོང་གི་བཀའ་གསུང་སྤྱི་སྒྲུབ་ཡིན་པ་དང་འདིའི་སྒང་ནས་ནི་སའོ་སའོ་མཁན་གྱི་རི་དེ་ནས་མན་ཇུའི་ཏང་དེ་ཚོ་ལ་དབང་སྒྱུར་བྱེད་ཡ་ད་ཕ་ཤོག་ད་ཚུར་བཀུར་ཡ་ད་ཞི་བ་ཇིའི་དགོངས་ནོ་ད་དེ་ནི་མཚོན་ཐུབ་ཀྱི་རེད་ད་གི་འོད་རིག་གི་དམག་དེ་ཞིན་པ་ཡིན་ན་ད་ཧ་གོ་གི་རེད་ད་ཁོ་ཚོ་གི་ཧོང་གི་སྒྲ་དེ་ཕ་དུ་ཡ་གི་ནུས་པ་ཆེན་པོ་ཡོད་ན་ཡང་ད་དབང་ཡོད་པ་འདི་དཀའ་བ་དཀའ་མོ་རེད་གཅིག་པ་དེ་གཅིག་དེ་རེད་དེ་ནས

ད་སྐབས་ལས་དགེ་བཟང་གི་དབང་པོ་དང་པོ་ནང་ན་ཡོད་རེད། ད་ཕལ་ཆེར་ད་དང་པོ་འདྲ་བོ་ཅིག་རེད། ད་བོད་དང་མན་ཇི་གི་གང་གི་འབྲེལ་བ་ཟིག་ན་ཆོག་གི། བོད་དང་མན་ཇི་ལབ་ན་ད་ད་གཞི་རྒྱ་ཆེན་པོ་ཅིག་རེད། ད་མི་ཉག་གི་གདོང་མི་ཉག་གི་ན་ར་བོད་རེད་བ། ཡིན་ན་ར་བོད་གི་གཞུང་དང་སྲིད་གཞུང་དང་འབྲེལ་བ་བྱས་པ་ད་ཕལ་ཆེར་འདི་དང་པོ་ཡིན་ས་རེད། འདི་པཎ་ཆེན་རིན་པོ་ཆེ་གི་བ་ར། ལྷོ་དཔོན་པཎ་ཆེན་རིན་པོ་ཆེ་གི། སེ་ཆེན་ཁྱེར་གྱི་ཅི་ཕྱིར་གྱི་རྒྱལ་པོ་གང་གི་ཚེ་ར་གུག་ཐུབ་ཅེས་ལབ་ཡས་དུ། བ་སྤུ་དང་པོ་ནང་ན་འདི་འདྲ་ཅིག་གསུང་བར་ལྟ། ལྷོ་ཁོན་པཎ་ཆེན་རིན་པོ་ཆེའི་སྲས་ཕྱིན་ཆད་རྗེས་ལ་ཅི་ཕྱིར་རྒྱལ་པོ་འདི་སྟོབས་ཤིན་ཏུ་ཆེ་བ་ཞིག་ཡོད་འདུག་པས་རང་ཕྱོགས་ཀྱི་སྦྱིན་བདག་ལ་ཨེ་ཁུག་ལྟོས་ཡིས། སྦྱིན་བདག་ཅི་ཡང་མ་བྱས་ཏེ་དམིགས་ཡུལ་ལ་གཡོལ་བ་མ་རེད་ཏེ། དོན་དངོས་གསལ་རེད་དང་སྦྱིན་བདག་དང་ཆོས་ཡོན་གྱི་འབྲེལ་བ་མ་ཞིག་ཡོད་མ་རེད་དག་སྦྱིན་བདག་ཨ་ཁུ་དེས་གསུང་ངེད་རྫོང་གྲྭ་ནང་བ་ལ་ལ་སོགས་པ་གི་ཞབས་འཐེན་བགྱིས་ཏེ་ལོག་ལྟ་རྒྱལ་པོ་དབྱངས་ཕྱུར་ཀུའི་ཡི་གེ་དང་རྟེན་བསྐུར་བ་མ་གསུམ་དང་མན་ཆི་གི་འདིའི་གསེར་ཡིག་པ་བྱ་ཀུན་བླ་མ་ཆེན་གསེར་ཡིག་པ་ལ་སོགས་པ་མང་བོ་སྔར་རྗེས་ཡིན་རྒྱུ་རེད་དེ་ནས་གོས་དར་དང་གསེར་དང་དངུལ་དང་དག་གི་རྟེན་འབུལ་ཕོན་ཆེན་པོ་ཕུལ་ཡོད་དང་ཆོས་ཡོན་གྱི་འབྲེལ་བ་ལ་སོགས་ཚིག་ནོར་ད་འདི་དི་གི་ལི་གིབ་བཟང་གི་པུ་ལི་དང་པོ་གི་ནང་ན་ཡོད་རེད་འོ་ད་འདི་འདི་འདི་བ་ནས་བཟུང་སྟེ་ད་མན་ཇི་དང་བོ་གི་དེ་འགོ་ཚུགས་རེད་དེ་ནི་དེ་མི་ཚེ་གི་ད་གོང་ས་ང་བ་ཆེན་མོ་ད་འོ་དང་སོག་འོ་རི་དང་བཅས་བ་ད་དབང་དུ་འཛའ་ལོ་ནོ་དང་ད་འདི་འདི་ཧ་གོ་རེད་ད་ཐ་ན་མན་ཇི་གོང་མ་གི་ཀ་ཀ་རེ་གྱི་བར་ཟིན་ན་གིས་ཞིབ་ཅི་ཡ་གི་ཚིག་དེ་ཡང་མན་ཇི་གོང་མ་ལ་གོང་ས་ང་བ་ཆེན་མོ་གི་གིས་ཞིབ་གི་ཚིག་དེ་འདྲ་ཅིག་དེ་འདྲ་ཡོང་ཆོག་གི་མེད་དེ་འདྲ་ཡོང་ན་དཔེ་རུང་གི་མི་འདུག་ཟེར་ད། དེ་འདྲ་འདྲ་བོ་གི་གསེར་ཡིག་པང་གི་བར་དུ། གང་གི་ནང་ནང་ནི། དེ་ཀི་ལི་ཀི་བཟང་གི་པོད་གཉིས་པ་གི་ནང་ནང། དེ་ཁོང་ཁོང་གི་གསེར་ཡིག་དང་ངེད་ད་ཀོང་ས་ང་བ་ཆེན་མོའི་ཚེ་ར་ཕྱག་ཡིག་ཕུད་དེ་གང་རྒྱ་བོ་ལ་ཁོ་ཀྱིས་ད་ཁོ་ལ་འདིའི་མ་ཆེ་གི་ཞིབ་གི་ཚིག་དེ་ཚོ་ཚེ་ར་རྒྱ་ཡོང་དེ་གང་དེ་རུང་གི་མི་འདུག་བོ་ཟེ་དེ་མ་ར་ཕྱག་ཡིག་གསེར་ཡིག་གི་མ་ར་བཀའ་ཡིག་འདྲ་བོ་དེ་བཏང་ཡོད་བར་དུ་ཁོ་ལ་མཚོན་ན ྋགོང་ས་ལྔ་བ་ཆེན་མོ་གི་དགག་པ་ཡིག་རེད། ང་ཚོས་མཚོན་ན་ཁོ་ཚོ་གོང་མ་དེ་དགག་ཡིག་རེད་སྨྲ་ར་དགག་ཡིག་གི་སྒང་ནས་དེ་གའི་སྨྲ་ར་བྲིས་ཡོད་རེད། ལྔ་བ་ཆེན་མོ་གི་དག་དག་གི་ལས་ཀའི་བཟང་ནང་ན་ད་ག་རང་འདིའི་ཚིག་ཐུང་ཐུང་ཟིག་ཤེས་ཤེས་ཆོག་པ་ཅི། ཁོང་གི་འདི་ཞེས་པ་རེད། སྔར་ཕྱི་ཡིག་ཚོར་ཞབས་དྲུང་དུ་ཞེས་པ་ཟེར་གྱིན་ཡོད་ཀྱང། འདི་ལོའི་དགའ་ཤོག་ཟུར་དུ་ཕེབས་ནས་དེ་འདྲ་སྨྲ་བཤད་གནང་བ་རྐྱེན་དུ་ལྡོག་མ་ནུས་པར་གྲོང་དུ་གསོལ་བ་ཙམ་བྲིས་ཡོད་མོད། ཅུང་ཟད་ཡ་ང་བ་ཙམ་དུ་སྣང་སྲིད། ཁོང་གི་ཕྱག་ཐེར་གྱི་ནང་དེ་གའི་དྲི་བ་རེད། ད་སྤྱིར་བཏང་ཡིན་ན་ད་གིས་ཕྱི་མ་རྒྱུ་བ་འདི་སྤྱིར་བཏང་ཡག་པོ་མ་རེད། ཡིན་ནའང་ད་བཀའ་ཤོག་གསེར་དུ་ཡོང་བའི་དགེ་དང་ནོར་དེ་ད་དེ་གའི་ངོ་མ་ཡིན་གྱི་ན། ཞབས་གྲོང་དུ་ཟིག་དེ་གའི་ཁྲི་གི་ཡོད་ཟིག་ད་ཡིན་ན་རེད་ད་བཀའ་ཤོག་སྨ་ར་གི་དེ་གྱིས་རུང་གི་མི་འདུག་ད་དེ་འདྲའི་གིས་ཚིག་བརྒྱབ་ན་རུང་གི་མི་འདུག་ཟིག་ད། ད་ལོ་ནས་བཟུང་སྟེ་གྲོང་དུ་ཟིག་དེ་འདྲ་ཅིག་བྲིས་ཡིན། ཡིན་ན། དེ་སུ་གཅིག་ཡ་ང་བོ་འདྲ་བོ་རེད་དེ་གསུངས་གསུངས་འདུག་ད་ཁོང་གི་ཚིག་དག་རང་ལྟར་རེད་ད་འདིའི་སྒང་ནས་མང་པོ་ཞིག་མཚོན་ཐུབ་ཀྱི་རེད་དེའི་གོ་ས་དང་ཆ་ཚང་ག་འདྲ་ཞིག་ཡིན་ན་གསལ་བོ་གསལ་བོ་བྱེད་ཐུབ་ཀྱི་རེད་འོ་དེ་ནས་ཅུང་མ་འགོར་བར་མན་ཇུ་ལ་མགོ་བཏགས་ནས་སྔོན་མ་གི་ད་མན་ཇུ་རྒྱལ་ཁབ་ཁོ་གི་མན་ཇུ་ལ་མགོ་བཏགས་ནས་ད་གཞི་ནས་མན་ཇུ་རྒྱལ་ཁབ་གི་ཡང་ཀྲུང་གོ་གི་མིང་རྒྱལ་རབས་ལ་གང་གི་བཙན་འཛུལ་བྱས་ནོ་གི་ད་དེ་མ་བཟོ་ལ་ད་བློན་པོ་བུ་སན་ཁོས་ཟེར་གི་ནོ་དེ་གི་ཡང་བུ་དང་སོག་པོ་གི་ཁོ་ལ་རོགས་པ་བྱེད་རོགས་ཅེས་གསལ་རིག་པ་ཚེ་རང་ངག་བར། ད་དེང་དི་ཀི་ལི་གི་ད་གི་དི་ཀི་ལི་གིབ་བཟང་གི་འདི་བམ་པོ་གཉིས་པ་ནང་ནའོ་ད་འདི་ཁ་འཐོར་ཁ་འཐོར་ཁ་འཐོར་འདྲ་འགྲོ་ཅི་ད་བར་ད་སྤྱིར་བཏང་འདི་ཡིག་ཚང་བཀའ་ཆེན་པོ་ནུ་གི་ང་རྫོ་འདྲ་བོ་ན་ད་ཕ་ཆེར་ཚར་གསུམ་འདྲ་བོ་ཅིག་མཇལ་ཡོད་ཀྱི་རེད་ད་གི་ཁ་འཐོར་འདྲ་བོའི་ད་འདི་བདེ་བོ་རེད་དི་ཀི་བམ་པོ་གཉིས་པ་ནང་ན་དེ་འདྲ་ཡོད་བར་ད་དེ་ལ་ཁོང་གིས

ཕིང་ཤིས་ཝང་ལ་ཁུ་རེ་ཕིང་ཤིས་ཝང་ཟེར་ད་ལྟ་གི་ཡོན་ནན་གི་ས་ཆ་གི་ཁོ་རྒྱལ་བོ་ཡིན་མདོག་མདོག་ད་དེ་ལྟར་རེད་རྒྱལ་བོ་ཡིན་ཟེར་ན་རེད་ད་གང་ལྟར་ཀྱང་དེ་དེ་རེད་དེ་གི་ལ་ཕིང་ཤིས་ཝང་ཟེར་གི་རེད་བུ་སངས་ཁོ་ཡིན་རེད་དེ་གི་ཡི་གེ་ཟེར་ཡིག་པ་ས་ར་ངག་དབང་མོ་དེ་དེ་ཁོང་གིས་བྲིས་བ་རེད་ད། ད་གི་བཀའ་བློན་ད་འདི་འདྲ་ཅིག་བྲིས་བར་ཨོ་ད་འདི་ང་ཆེན་མོ་གི་ད་ད་ག་རང་དབང་དང་སྔོན་ཆད་འདྲིས་མེད་ནའང་སྲིད་དབང་ལ་བས་ད་དབང་རེད་ད་རྒྱལ་བོ་ཁྱེད་རང་དང་མཉམ་དུ་སྔོན་ཆད་འདྲིས་མེད་ནའང་སྲིད་ད་ལམ་གསར་དུ་ངོ་ཤེས་ཐོག་པ་རྣམས་དྲིན་ཤག་སྐྱ་སངས་གིས་རྗེས་སུ་ཞུགས་པ་རྣམས་འགྲོ་བ་མཐའ་དག་ལ་ཨུ་ཉིས་ཟིན་པར་བྱེད་པ་ཁྱད་ཆེ་ཡིན་པས་འཁོར་གྱི་ལ་བསམ་པ་རྣམས་དག་མ་གཏོགས་ལོག་སྒྲིབ་བྱེད་ཀྱི་མེད་ཟེར་མ་ད་བཀའ་སློབ་སྩལ་བ་རེད་ལར་ནི་བོད་པའི་ཕན་ཚུན་གཉིས་ཀར་ཕྱོགས་གཉིས་མི་མཐུན་ཟེར་ད་ཁྱེད་ཚོ་འདི་མན་ཇི་ལ་ར་ཕན་ཐོག་གི་མ་རེད་ད་གི་མན་ཇི་རྒྱལ་ཁབ་ལ་ཕན་ཐོག་གི་མ་རེད་ཁྱེད་ཚོ་ཀྲུང་གོ་གི་ད་གི་རྒྱལ་ཁབ་ཁྱེད་ཚོ་ར་ཕན་ཐོག་གི་མ་རེད་ཟེར་སོག་པོ་ཨོ་རི་ནི་དྲག་ཤུགས་ཆེ་བས་ཚང་མར་བརྡབ་གསིག་ལས་བཀྲིས་པའི་ལག་ཚོགས་མེད་བུ་དར་ལ་སོགས་པ་གསུང་བར་དེ་གི་གསལ་རིག་པ་རྣམས་ལ་ཤི་ར་མར་ཤི་ར་སྔགས་དང་རེ། ད་ལྟ་དུ་འདའ་གི་མན་ཇུའི་རྒྱལ་ཁབ་ལ་ཞག་ཡིག་གི་བསྐུར་བ་ནང་བཞིན་ཕལ་ཆེར་གཅིག་པ་ཞིག་ཀྱང་ཡིན་ན་ཡང་ད་མན་ཇུའི་གི་གི་ལ་ད་དུ་ནི་ཅིག་འགྲིམ་ལུགས་གི་ན་ཚ་ཡོད་པ་དང་ད་དེ་འདྲ་ཅིག་མ་འདྲ་བོ་དེ་སུན་འདུ་མ་ཞིག་གཅིག་པ་རེད་ད་དེ་གི་ཁོང་གི་བཀའ་བཞིན་ཛ་ཡོད་མ་རེད། བཀའ་བཞིན་མཛད་པ་མ་རེད། ཡིན་ནའང་དེ་ད་གི་དེ་ཟེར་ཡིག་པ་དེ་ད་ངས་ཕངས་སེམས་དབང་ལ་བཤད་དགོས་འདུག་ཚང་གོས་དེ་ད་གི་ཀྲུང་གོ་གི་མིའི་རྒྱལ་རབས་ཀྱི་དབུ་རེད། རྒྱ་གར་ང་བ་དང་ཡང་བསྐྱར་དམག་རོགས་མཛད་དགོས་ནོ་དེ་གི་གང་གི་བཏང་འདུག་ད་ཡང་བསྐྱར་ཡིན་ནར་ཡང་དེ་དེ་ར་ད་གཏེར་ཆ་འདྲ་བོ་དང་དེ་ནས་ནང་བཞིན་འདྲ་བོ་ཅིག་ཟིན་ན་འདྲ་གི་མཚམས་རྟགས་ཟིན་ན་འདྲ་གི་ད་དེ་འདྲ་ཅིག་ཕུལ་ཅིག་མ་ར་བཤད་ར་ངག་འདུག་ད་དེ་གི་རྗེས་སུ་ད། ད་མི་ཧྲི་བོ་མི་འཛིན་པ་དེ་ད་ཕལ་ཆེར་ཐག་འདྲ་བོའི་ཆོས་སོང་བ་རེད་དེ། ཡང་བསྐྱར་བསྔགས་འདུག་ཁོ་གི་ད་གི་ད་མི་ཧྲི་བོ་སྐྱེ་ཡ་ད་རེ་བ་མེད་བ་དེ་སེམས་ཐག་འདྲ་བོའི་ཆོས་ས་རེད། དེ་རྗེས་ལ་ཡང་བསྐྱར་བསྔགས་ཡས་ད་ད་ཁོང་གི་ད་གི་ལས་ཀའི་བཟང་ལུང་ནི་འདྲ་འབག་དང་འདི་པ་ཁ་ཤས་རྒྱས་པའི་གསོལ་འདེབས་བྱེད་དོན་དེ་ད་འདྲ་འབག་ཟེར་ནས་ད་ཁོང་གི་ད་འདི་ག་རེ་ཡིན་ན་ཟ་ག་དོན་མི་འདུག་ད་འདྲ་འབག་ནི་འདི་ང་བ་ཆེན་མོ་བཟང་གི་ཅིག། སྐུ་འདྲ་བོ་དང་དེ་འདྲ་ཅིག་འགྱུར་པ་དང་དེ་དང་ན་འདི་པ་ད་ཧ་གོ་གི་འདུག་ད་འདི་པ་ན་ད་ང་ཚོ་ཕྱག་མཛད་འདྲ་བོ་དེ་འདྲ་ཁ་ཤས་ཤིག་གོ་གི་ཟིག་དེ་གསོལ་འདེབས་བྱེད་འདུག་ཨོ་དེ་དེ་ཁོང་གིས་དོན་དེ་འགྲུབ་པར་གྱིས་ད་དེ་དེ་ཁོང་གིས་མ་གནང་འདུག་དེ། འདྲ་འབག་དང་དེ་ནས་འདི་པ། ཚོན་ཤོང་འདྲ་བོ་འགྱུར་ད་ག་རེ་ཡིན་ན་འདི་པ་ཁ་ཤས་ཁ་ཤས་གསུངས་འདུག་དེ་གོང་གི་མ་གནང་འདུག་མ་ཤེས་ད་གང་གི་དམག་རོགས་མི་བྱེད་ཁོ་ཚོ་གི་ཧ་གོ་ཡོད་རེད་དེ་ད་བོད་ས་འཁོད་གི་དེ་རེ་བ་ཅིག་བརྒྱབ་འདུག་ད་ཞག་འདུལ་ཁ་ཤས་ཅིག་གནང་རོགས་གྱིས་དེ་ནས་ཞོར་དུ་ད་འདྲ་འབག་ཅིག་གནང་རོགས་གྱིས་ད་དེ་རེད་ད་དེ་ནས་ད་ཐེངས་བཞི་མ་ད་ངས་ཐུགས་སྣང་ཡོད་ན་ད་ངས་ཐེངས་ཁ་ཤས་ཚར་ཁ་ཤས་གསུམ་འདྲ་བོ་ཅིག་མཇལ་ཡོད་འདུག་ད་འདི་བོད་ས་འཁོད་གི་ཐེངས་མ་ཐེངས་བཞི་འདྲ་བོ་ཅིག་ཡར་མིའི་མངགས་འདུག་ད་ཟས་རིགས་པ་དེ་ཚོ་མངགས། ཐང་རྗེས་མ་དེ་ད་ད་སྐྱིད་འདུག་གི་ལས་ད་བསྟན་འབུལ་འདྲ་བོ་ཅིག་སྐྱིད་འདུག་ད་ད་འབྲེལ་བ་འདྲ་བོ་རྒྱུན་མཐུད་ལས་བ་ར་བ་དུ་མ་ཞིག་བསྟན་འབུལ་ག་རེ་སྐྱིད་འདུག་ཟེར་ན་ད་སྐྱིད་འདུག་གི་ལས་ད་གསེར་སྲང་ཉི་ཤུ་དང་དེ་ནས་ད་གཟུགས་བསྟན་འབུལ་ལ་སོགས་པ་དེ་འདྲ་ག་ཤེད་ཅིག་སྐྱིད་འདུག་ད་དེའི་སྐབས་དེ་ད་རེ་བ་ག་གི་རྒྱབ་མི་འདུག་ན་ར་ད་ཡ་ར་ཅིག་ངག་ཆེན་མོ་བཟང་ཅིག་བསྟན་འབུལ་གྱི་ཡ་ཅིག་དུ་དུ་མ་ཞིག་ད་ག་གི་ཅང་མི་འདུག། འོ་ད་དེ་འདྲ་ཅིག། དེ་ག་ད། གཅིག་དྲུག་བདུན་ཅུ་དུང་གསུམ་གི་ལོ་ད། ཁམས་རྒྱུད་གཞན་པ་གཉིས་ཀ། ཁམས་རྒྱུད་ལ་ད་གོ་བཟོ་ཐུབ་ན་གསུམ་ཡོད་པ་རེད་ད། གཞན་པ་གཉིས་ཀས་མན་ཇུ་ལ་མགོ་བཏགས་བཏང་ཟེར་མན་ཇུ་ལ་མགོ་བཏགས་བཏང་ནོ། དེ་ག་ད་ག་ཕིན་སོན་ཝང་ཟེར་གོ་ནོ། ཕིན་ཞི་ཝང་རེད་ད་འདི་ན་ཕིན་སོན་ཝང་ཟེར་བཞོག། གི་ཝུ་སན་ཀུའེ་ཟེར་གོ་ནོ་དེ་གི། ཁོ་གི་ད་གི་ཧྲིན་ཀྲུག་ལ་རེད་ད་ས་ཁུལ་དུ་རྒྱལ་ས་བྱས་བཏང་ངས་ཁོ་རྒྱལ་ཁབ་བཙུགས་བཏང་རེད་ད། རྒྱལ་ཁབ་ཚིག་དང་ཀྲུང་གོ་གི་རྒྱལ་ཁབ་ཀྱི་ནང་འགྲོ་གི་ཡོད། ཁོ་གི་རྒྱལ་རབས་ཀྱི་མིང་ཡང་ག་རེ་ཟེར་ན་གྲི་གུག་ལབ་གི་ད་གྲི་གུག་རྒྱལ་ཁབ་ཟེར་ཏེ་དེ་འདྲ་དག་ཡོད། ཁོ་ད་རྒྱལ་ཁབ་ཚིག་ཚར་བ་རེད། དེ་ནས་ཅུང་མ་འགོར་བར་ཁོ་སྐུ་གྲོངས་སོང་བ་རེད། སྐུ་གྲོངས་སོང་བ་དང་མཉམ་དུ་རྒྱལ་རབས་དེ་རིམ་བཞིན་རིམ་བཞིན་ད་ཉམས་གུད་བཀོད་སོང་ནོ་ད་དེ་འདྲ་ཅིག་རེད། ད་མདོར་བསྡུས་སོང་ན་ག་རེ་ཟེར་ན་ད་འདི་ད་འདྲ་ད་འདྲ་འཇིག་རྫོགས་པ་ནི་མ་རེད། ད་འདི་ཚན་པ་ངོ་སྤྲོད་ཚན་པ་དང་པོ་ཅིག། ད་སྤྱིར་བཏང་གི་འདི་པར་ཐི་ཀ་རི་རིགས་ནི་ཀྲུང་གོ་གི་མིང་རྒྱལ་རབས་དང་མན་ཇུའི་གི་རྒྱལ་རབས་གཉིས་མཉམ་དུ་ཕལ་ཆེར་ད་ལྟའི་རྒྱལ་པོ་ནི་ལོ་ངོ་ལྔ་བཅུ་ལྔ་བདུན་འདྲ་བོ་དྲུག་ཅུ་མ་ཟིན་ཙམ་ཞིག་ལ་མཉམ་དུ་གནས་བསྡད་ཡོད་པ་རེད། སྤྱིར་བཏང་མིང་རྒྱལ་རབས་དེ་རྒྱལ་ས་ནས་ཕ་ར་པའི་ཏང་ནང་ནར་ཁོ་སི་ལོར་གནས་ཡོད་པ་ཡིན་ན་ཡང་ཁོ་ཚོ་སྲིད་དབང་དུ་སི་ལོར་ཟིན་ཡོད་པ་དེ་ཀྲུང་གོ་གི་རྒྱལ་རབས་རེད་མ་ཟད་མན་ཇུའི་གི་རྒྱལ་རབས་འདི་ཀྲུང་གོ་གི་རྒྱལ་རབས་ནང་གསུང་ས་གོ་རང་འགྲོ་གི་ཡོད་མ་རེད། ད་ང་ཚོ་འདི་ཀྲུང་གོ་གི་རྒྱལ་རབས་ཀྱི་ཁོངས་སུ་བོད་འདི་ཆ་ཤས་སུ་འགྱུར་དགོས་ཀྱི་ཡོད་ན་ད་འུ་སན་གུའི་ཏང་འོ་འདི་ཟུག་གི་ཁོག་ཁོང་ལ་འགྲོ་དགོས་ཀྱི་རེད་ད། དྲི་གི་མིང་སློབ་མ་མེད་པར་གཅིག་དྲི་གི་སྒྲིག་བྱེད་རེ་གཅིག་རེ་བ་ད་དེ་འདྲ་གཅིག་གཏང་བྱ་བར། ད་དེ་ཡིན་ན་ལོ་ངོ་བཞི་བཅིར་ལྔ་གཅིག་རེད་ད་དེའི་རྗེས་ལ་འུ་སན་གུའི་གི་མིང་གི་ཀྲུང་གོ་གི་རྒྱལ་རབས་ཀྱི་སྲིད་དབང་གི་འཇིག་སྐྱོང་ཉིད་དེ་ཁོ་རེད།

ག་འདྲ་ཟིག་འདི་གི་ཡོད་ལབ་ནས་དེ་ཆ་ཚང་ཕྱི་ན་འབྲེལ་བ་ཡོད་རེད། དེ་གི་ད་ཁོ་ཚོ་མན་ཇི་གི་རྒྱལ་རབས་དེ་ག་འདྲ་ཟིག་འཇིག་རྫོགས་སོང་ནི། མན་ཇི་གི་རྒྱལ་རབས་དེ་འཇིག་མ་རྫོགས་ནི་ཡར་སྔོན་ན་ཁོ་ཚོ་ལ་རྒྱལ་རབས་ཡོད་ཀྲུང་གོ་ལ་རྒྱལ་རབས་ཡོད་མེད་ཡོད་ཡོད་ན་ང་ཚོ་ཀྲུང་གོ་གི་ཁོངས་སུ་གཏོགས་དགོས་ན་ཀྲུང་གོ་གི་རྒྱལ་རབས་ཀི་ཁོངས་གཏོགས་དགོས་ནི་མ་ཟད་མན་ཇི་གི་རྒྱལ་རབས་ཀི་ཁོངས་གཏོགས་ན་དེ་ཀྲུང་གོ་གི་རྒྱལ་རབས་དང་འབྲེལ་བ་མེད་བ། ཡིན་ན་ཡང་མན་ཇི་གི་རྒྱལ་རབས་ཀི་ཡང་ཁོངས་སུ་མ་གཏོགས་པ་དེ་འདྲ་འགྱུར་བ་ད་དེ་དེ་འདྲ་འདྲ་བོ་ཅིག་རྗེས་མ་དེ་འཇིག་དེ་འདྲ་འདྲ་བོ་ཅིག་གི་འཇིག་འདི་བ་འདྲ་བོ་དེ་ཡིན་ད། ད་ལས་ཚུན་རྗེས་མ་ནས་བཟུང་སྟེ་ད་ཕ་ཁྱེར་ངའི་བསྒྲགས་པ་ཙི་ནའི་རྒྱལ་ཁ་འདི་མཇུག་བསྒྲིལ་ཚོང་བར་འདྲ་བོ་ཅིག་གི་བར་ད་ཡ་ཡ་ཡིན་ན་ཚང་མ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།